ཡ། རྒྱུད་ལས་དེ་ནས་ད་དེ་རིང་ངས་སློབ་ཚན་དུ། དེ་ནི་ཅི་ནང་ཟེར་ན། ཡོན་ཏན་བཞི་འགྱུར་མིན་དེ་ནི་རང་ཉིད་སྲིད་མཚོར་ལྷུང་བ་ཇི་བཞིན་དུ་མ་གྱུར་འགྲོ་བ་ཀུན་ཀྱང་དེ་འདྲ་བ། མཐོང་ནས་འགྲོ་བ་གྲོལ་བའི་ཁུར་ཁྱེར་བས། བྱང་ཆུབ་སེམས་མཆོག་འབྱོངས་པར་བྱིན་གྱིས་རློབས། ཨོ་དེ་ཚིགས་བཅད་གཅིག་པོ་ཡིན་ནོ། ད་ཡོད་ཅིའི་མོལ་དུ་ནོ་ཟེར་ན། དེ་ནི་མདང་ཧའི་ཡང་རྟགས་ལ། རྟགས་ཀྱི་ཚིག་བོ་ལ་ཅི་མཐུན་དགག་ཟེར་ན། སྒྲུབ་པ་སྙིང་པོ་ལེན་པར་ཅི་འགྱུར་ལོ་ཟེར་ཧྲག་པ་དེ་ནི། སྒྲུབ་པ་སྙིང་པོ་ལེན་པར་ཅི་འགྱུར་ལོ་ཟེར་ཚེ། དེ་ནི་ལྟོས་ཟེར་ནས་ཅི་ཡིན་ནོ་ཟེར་ན་གཙོ་བོ་དེ་ནི་ཤེད་བུ། འབྲིང་དང་ཐུན་མོང་ངང་ལམ་ཞེས་ནོག། དེ་ནས། བདེན་པ་བཞི་ལ། རན་པ་བཞི་ལ་དེ་ནས་སློབ་སྦྱོང་བྱེད་བྱེད་ཧོར་པོ་མདངས་སོང་འདི་ནོག། འདི་བཞག་ད་མདངས་ཟེར་ན་མི་འགྲིག་འདི་བཞག་སོང་འདི་ནོག། ད་དེ་རིང་དེ་ནས་རང་ཉིད་ཧྲིལ་བཟོར་ལྷུང་བ་ཇི་བཞིན་དུ་ཟེར་རང་ཉིད་ཟེར་ན་ད་དེ་ནས་སོ་སོ་ལ་བརྗོད་ནོག། སྲིད་པའི་མཚོ་ཟེར་ན། དེ་ནི་འཁོར་བའི་མཚོ་ཟེར་རོ། སྲིད་པ་ཟེར་ན་འཁོར་བ། འོ་ཡ། དེ་ནི་ཅི་དོན་དག་པོ་ཅི་ནོ་ཟེར་ན་སྲིད་པ་དེ་ནི་མཚོ་རྫོགས་སེ། འཁོར་བ་ཟེར་ཧྲན་པོ་དེ་ནི་མཚོ་རྫོགས་སེ་ཡིན་ནོ་ཟེར་ན་མཚོ་དེ་ནི་རྒྱ་མཚོ་ཆེན་མོ་ལ་མཐའ་མེད་ཀ་ཏིང་མེད་ཀ་དཔེ་དེ་ནི།

རང་ཉིད་ཧྲིལ་བཙོར་རླུང་བ་ཅི་བཞིན་དུ། ཅི་བཞིན་དུ། དེ་ཁ་བཙོག་སའི་ཟེར་རེད་ནོ། འོ་མཚམས་མ་དེ་ནི་ཁོ་ཧ་ན་ལུང་ཧན་དེ་ཁ་བཙོག་སའི། མར་གྱུར། འགྲོ་བ་ཀུན་ཀྱང་དེ་འདྲ་བ། ད་མར་གྱུར་པའི་འགྲོ་བ་སེམས་ཅན་སུ་དང་སུ་ཞིག་ཡིན་ན། དེ་འདྲ་བ་བཙོག་སའི་ནོ་ཟེར་རེད་ནོ་ཚང་ཚང་མ་ཁོ་རོ་ན་བཏུང་སྟེ། སྡུག་བསྔལ་མྱོང་དགོས་ཤོག་བཙོག་སའི་ཧང་སོ་སོ་སོ་སོ་དང། བསམ་བློ་བཏང་ན་དེ་ག་བཙོག་སའི་བྱ་མ་ཚང་མ་བཙོག་སའི་ནོར་བ་ཟེར་ནོ་མ་གྱུར་འགྲོ་བ་ཀུན་ཀྱང་དེ་འདྲ་བ། ཐོག་མ་ནས་འགྲོ་བ་བཀྲོལ་བའི་ཁུར་འཁྱེར་བས་བྱང་ཆུབ་སེམས་མཆོག་འབྱོངས་པར་བྱིན་གྱིས་རློབས་གསོལ་འདོད་གང་ལ། དེ་ནས་རང་འཁོར་བ་ལ་ལུང་ན་གདུང་བ་ཕོད་གཟུགས་ཤིང་འདུག་ཨོ་དེ་ག་བཙོག་སའི་མར་གྱུར་པའི་འགྲོ་བ་སེམས་ཅན་ཐམས་ཅད་ཀྱང་འཁོར་བ་ལ་ལུང་ན་གདུང་བ་དེ་ག་བཙོག་སའི་ཡོལ་བ་བཙོག་ཅིག་པ་སོང་འོ་དེ་སོང་བ་དེ་མཐོང་ནས་ད་བསམ་བློ་ཅི་བཏང་དགོས་ཐུག་ག་ཟེར་ན་འགྲོ་བ་གྲོལ་བའི་ཁུར་ཁྱེར་བས་བྱང་ཆུབ་སེམས་མཆོག་སྦྱོང་བར་བྱིན་གྱིས་རློབས་ཟེར་དུས་གང་ལ་དེ་ནི་འགྲོ་བ་སེམས་ཅན་ཐམས་ཅད་འཁོར་བ་ལས་འགྲོལ་བས་དེ་ནི་ཁུར་ཁྱེར་ཟེར་དུས་འཁོར་བ་ལས་འགྲོལ་བས། དེ་འདྲའི་ཐབས་ཤེས་ཡོང་བ་ལ་ཅི་དགོས་ཟེར་ནོ་ཟེར་ན། དེ་ནས་སངས་རྒྱས་ཀྱི་གོ་འཕང་ཟེར་བའི་འདི་ཐོབ་སོང་ན། མར་གྱུར་པའི་སེམས་ཅན་ཐམས་ཅད་ཁོ་ར་ལ་གྲོལ་བའི་ཐབས་ཡོང་ཐུབ་ཅེས་གོ། ལྟོས་སོང་པའི་ས་ན་བྱང་ཆུབ་སེམས་མཆོག་འབྱུང་པར་བྱིན་གྱིས་རློབས་མཛད་དུས། ད་སངས་མར་གྱུར་པའི་སེམས་ཅན་ཐམས་ཅད་ལ་དེ་ནས་ཕན་ཐོགས་ཡོང་ཆེད་ཅན་ནས་ཕན་ཐོགས་ངེས་ཅན་སྒྲུབ་བྱེད་ཅེས་བྱ་ཐུབ་བྱེད་ཅན་ནས། སངས་རྒྱས་གོ་འཕང་པོ་དེ་ནི་ལས་བླ་མེད་ལ་གྲུབ་ཐུབ་བྱེད་མེད་གཱ། མེད་པའི་སང་ནི་དེ་ཀ་ཟུར་ནོ་ཟེར་ན་དེ་ཐོབ་པའི་ཕི་དེ་ནི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་འོ་དེ་ལ་དག་སེམས་ཀྱི་འབྱུང་འབྱུང་ལྟར་ཆོག་ག་ཟེར་ནོ་དོ་ལ་སློབ་བོ་ག་ཟེར་ནོ་ཟེར་བས་ནོ། འོ་ཡ། ད་དོན་དག་སྙིང་པོ་ཞུས་ན་དེ་ཉིད་བྱང་ལ་ཕྱིན་ནོ་ཟེར་ན། དེ་རྒྱལ་བ་རིན་པོ་ཆེ་དུས་རྒྱུན་མོ་ལ་མི་འདའ། ཨ་ཧོང་སུ་དང་སུ་ཡིན་ན་སོ་སོའི་བདེ་བ་འདོད་པ་ནང་བཞིན་དེ་ཨ་ཧོང་ལས་གཞན་པའི་སེམས་ཅན་སུ་ཞིག་ཡིན་ན་མི་དང་དུད་འགྲོ་ཅི་དང་ཅི་ཞིག་ཡིན་ནའང་ཚང་མ་དེ་ནི་བདེ་བ་འདོད་མཁན་ཤང་མི་ནི་སྡུག་བསྔལ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་མཁན་ཤང་མི་ནི་དེ་ནི་སྡུག་བསྔལ་འདོད་མཁན་གྱི་སུའང་མེད་ག་ཟེར་མོད་དེ་ནོ། འོ་དེ་སོང་པས་དེ་སྡུག་བསྔལ། འདོད་དེ་མེད་བདེ་བ་འདོད་དེ་ན་དེ་ཀུན་ནས་བདེ་བ་འགྲུབ་ཅེས་འགའ་ན་པོ་དེ་ནས་ཧང་སོ་སོ་སོ་སོ་ལ་ཡོ་ག་ཟེར་རང་བདག་ཐེག་པ་ཆེན་པོའི་ཆོས་ཚོགས་ཀུན་གྱིས་ན་དེ་འགའ་ན་པོ་སོ་སོ་སོ་སོའི་ཁུར་དགོས་དེ་ནོ། ཁུར་དགོས་ཤེས་ཅི་ནོ་ཟེར་ན་དེ་ནི་མར་གྱུར་འགྲོ་བ་ཀུན་ཀྱང་ཟེར་རེ་ན་པོ་མར་གྱུར་ཟེར་ན་སེམས་ཅན་ཐམས་ཅད་ཨ་ཧོང་དེ་ནས་སོ་སོ་སོ་སོ་སྐྱིད་དང་ཅི་བསམ་བློ་བཏང་ཡོང་ཡ་ལ། མར་མ་གྱུར་པ་ཅི་ཡང་མེད་གཱ་ཟེར་དགོས་ན་མར་མ་གྱུར་བ་ཟེར་ན། ཅིས་ཀྱིས་ཅེས་ཨ་མ་ཅེས་མ་ཉུང་བ་མ་ནི་མེད་གཱ་ཟེར། ད་སྐྱེ་བ་སྔོན་སྟེང་གི་ཕ་རགས་བཞིན་ནོ་ཟེར་དགོས་ན་ད་ཁ་ཅིའི་ཚེ་འདི་ལ་ཕ་མ་ལ་གྱུར། ཁ་ཅིའི་སྐྱེ་བ་སྔ་མ་རྣམས་སུ་ཕ་མ་སྐྱེས་པས་པཱ། ཁ་ཅིའི་ལྟའི་སྐྱེ་བ་སྔ་མ་སྔ་མ་སྐྱེ་བ་ལ་མ་ནི། ཀྲང་ཧྭ་དང་ཐོག་མ་ཨི་ཟམ་ཤིང་ནི་ཡོན་ཧྭ་ཟེར་ཤེས་ཀྱི་མེད་པས་སང་ན། དེ་ཡང་ཨ་མ་སྐྱེས་མྱོང་བ་ལ་བྱེད་ཐུབ་ཀྱི་མེད་ག་ཨ་ཕ་སྐྱེས་མྱོང་བ་ལ་བྱེད་ཐུབ་ཀྱི་མེད་ག་དེ་ག་ནང་བཞིན་ཉན་ཉན་འགྲེལ་བྱེད་ཐུབ་པ་བྱེད་པ་ལ་བྱེད་ཐུབ་ཀྱི་མེད་ག་ཚང་མ་བཀྲ་ཧ་མེད་མཁན་ཤང་བཟང་པོའི་སར་ན་དེ་ནས་གཅིག་གིས་གཅིག་ཨ་མ་སྐྱེས་མ་མྱོང་བ་མ་ཡིན་མེད་ག་ཚང་མ་གཅིག་གིས་གཅིག་ཨ་མ་སྐྱེས་མྱོང་གི་ནོ་ཟེར་ཏེ་འོ་ཐུགས་སུ་ད་ཤེས་པ་མང་པོ་ཞིག་ལ་བསམ་བློ་བཏང་སྟེ་མར་གྱུར་སེམས་ཅན་དེ་ནི་ཐུགས་ཟད་ནོ། དེ་ཧང་དེ་གཡོན་ཤོར་ནང་གི་མར་གྱུར་སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་གྱུར་ཅིག་སེམས་ཅན་ཐམས་ཅད་སྡུག་བསྔལ་དང་སྡུག་བསྔལ་གྱི་རྒྱུ་དང་འདྲ་བར་གྱུར་ཅིག་སེམས་ཅན་ཐམས་ཅད་སྡུག་བསྔལ་མེད་པའི་བདེ་བ་དམ་པ་དང་མི་འདྲ་བར་གྱུར་ཅིག་སེམས་ཅན་ཐམས་ཅད་ཉེ་རིང་ཆགས་སྡང་དང་དགྲ་བོའི་བཏང་སྙོམས་ཚད་མེད་པ་ལ་སེམས་གནས་པར་གྱུར་ཅིག་ཟོ་དེས་ཚད་མེད་བཞི་ཟ་ཧྲན་བཞི། ད་ཞོ་རེངས་མང་པོ་ནང་ཧང་དུས་གཡོན་ཁའི་ནང་ལ་ཞོ་རེངས་མང་པོ་སྣང། བསྡོད་སོང་པའི་ཁ་ན་ཞོ་རེ་གཅིག་པོ་མ་ཡིན་པ། མར་གྱུར་སེམས་ཅན་ཐམས་ཅད་ཟེར་ག་ཟུག་ཞིག་ལ་ཨ་མ་བྱེད་མྱོང་གི་འདུག་འདི་ལྟར་བསམ་བློ་འཁོར་དགོས་སྣང། ཚེ་གཅིག་ལ་ཚང་མ་གཅིག་བྱས་ཨ་མ་ནོར་ཟེར་ཡིན་ནོར་ཟེར་ཟེར་ཐུགས་རྗེ་ཁོ་རང་མེད་གི་ཨ་མ་ཡིན། ཡིན་ཅན་ཚ་ཆེ་མ་གནང་འོ་ད་ཤི་བ་བརྒྱུད་ནས་བསམ་བློ་བཏང་ཡོང་ན་དེ་ནས་ཏན་ཏན་རང་ད་ཨ་མ་བྱེད་མྱོང་ཨ་མ་ཨ་ཕ་བྱེད་མྱོང་དེ་ཚང་མ་བསམ་བློ་འཁོར་དགོས། ཨོ་དེ་ཚོའི་ནང་ད་དེ་ཚོས་བསམ་བློ་བཏང་ཞེས་སོང་པའི་སང་ན་ད་བྱང་ཆུབ་སེམས་མཆོག་སྦྱོང་བར་བྱིན་གྱིས་རློབས་ཟེར་བས། བྱང་ཆུབ་ཀྱི་སེམས་ལ་སྦྱོང་བ་ལ་སེམས་སྣང་ལ་བྱང་ཆུབ་ཀྱི་སེམས་ལ་སྦྱོང་བ་ལ། དེ་ནས་རིམ་པ་གཉིས་ཡོད་པ་ཟེར་ནོ་བསམ་བློ་བཏང་སའི་རིམ་པ་གཉིས། རིམ་པ་གཉིས་པོ་ཅི་རང་ཟེར་ན་དེ་ནི་བདག་གཞན་མཉམ་བཞེས་ཧོ་ནི་བསམ་བློ་བཏང་བྱའི་རིམ་པ་བཞི་དང། དེ་ནས་རྒྱུ་འབྲས་མ་སྔགས་བདུན་གྱི་ཧོ་ནི་བསམ་བློ་བཏང་བྱའི་རིམ་པ་བཞི་གཉིས་ཡོད་པ་ཟེར་ནོ། ཡ། དེའང་དེ་ནི། རྒྱལ་སྲས་ཆེན་པོ་བཞི་བ་ལ། ནཱ་ལེནྡྲའི་མཁས་པ་རྒྱལ་སྲས་ཆེན་པོ་བཞི་བ་ལ། སྤྱོད་འཇུག་ཟེར་མཛད་དུ་བཀག་པའོ་དེ་རྣམས་ལ་དེ་ནི་བདག་གཞན་མཉམ་བཞེས་ཧོ་ནི་བསམ་བློ་བཏང་ཙང་རིམ་པ་དེ་མོར་འདོད་པ། དེ་ནས་ཆོས་འོད་ཀྱི་ཕོ་བྲང་ཨེ་ཏའི་ཞལ་བཞུགས་གནང་བ་ཁོང་གིས་དེ་ནས་བྱང་ཆུབ་ལམ་སྒྲོན་ཟེར་མཛད་འདུག་པ། འོད་དེ་རིམ་པ་དང་མཐུན་པ་བསམ་བློ་བཏང་ན་དེ་ནས་རྒྱུ་འབྲས་མ་སྔགས་བདུན་གྱི་འོད་ནི། བསམ་བློ་བཏང་རྗེས་རིམ་པ་བཞི་གསུངས་འདུག་པ། ཡ།

ཨེ་ཡོང་གི་བྱམས་པ། སྙིང་རྗེ་ཆེན་པོ། ལྷག་བསམ་རྣམ་དག། བྱང་ཆུབ་ཀྱི་སེམས། འོ་དོད་ཚུགས་པ། བདུན་ནོ། འོ་དོད་ལ་ཡུལ་འདྲེན་མན་ངག་བདུན་བཞི་ནོ། ཡུལ་འདྲེན་མན་ངག་བདུན་བཞི་པའི་ས་ན་དེ་ཨོ་ས་མ་དེ་ནི་ཕྱི་མ་ཕྱི་མ་ཡོང་ངེས་ལ། སྔ་མ་སྔ་མ་བསམ་བློ་འཁོར་བའི་སྔོན་དུ་མ་བཏང་ན་ཕྱི་མ་ཕྱི་མ་ཡོང་གྱི་མེད། ཨོ་དོད་གསུམ་པའི་དང་པོ་གཅིག་འཁོར་དགོས་ནོ་ཟེར་ན། མར་ཤེས་ཟེར་ནོ། མར་ཤེས་ཟེར་དུས། དེ་ཅི་ཞིག་ཕན་ཐོགས་ཟེར་ཏེ་སེམས་ཅན་སུ་ཞིག་ཡིན་ན་དེ་ནས་ཧང་མི་གཅིག་དང་ཧང་སོ་སོ་ལ་བསམ་བློ་བཏང་ན་ཧང་ལ་བཞམས་པའི་སེམས་ཅན་སུ་ཞིག་ཡིན་ན་སྐྱེ་བ་སྔ་མ་ནས་འདུག་བསམ་བློ་བཏང་ཡོད་ལ་ཨེ་ནས་ཨ་མ་སྐྱེས་མ་མྱོང་བ་ཅི་ཡང་མེད་ཁ་ཚང་མས་ཨ་མ་སྐྱེས་འདུག་བ་ཟེར་གི་ནོ་ཨ་མ་སྐྱེས་མྱོང་བ་ཨོ་ཡ་མར་བྱེད་ཟེར་གི་ནོ་ད་ལྟ་ཨ་མ་སྐྱེས་སྐྱེས་ཡོད་པ་དེ་ཤེས་སོང་ན་དེ་ལ་མར་བྱེད། ཨ་མ་སྐྱེས་མྱོང་བ་དེ་ཤེས་པ། ད་མར་ཤེས་ཟ་ཨ་མ་སྐྱེས་མྱོང་བ་དེ་ཤེས་ནི་འདི་ནི་མ་ཕན། དེ་ཁྱེད་འདི་ནི་མ་ཕན། ད་ཨ་ཧོང་དེ་ནི་ཚེ་འདིའི་ཨ་ཕ་དང་ཨ་མར་མིན་ལ་དེ་ནི་དེ་ག་བསམ་བློ་རིམ་པ་དེ་གྱོང་དགོས་ཀྱི་འདུག་ཨོ་ཚེ་འདིའི་ཕ་མ་གཉིས་ཀྱིས་ཚེ་འདིའི་ཨ་མ་ལྟ་བུ་ཆགས་བཞག་ན་དེ་ནི་སོ་སོ་ལའང་བཀའ་དྲིན་ཆེན་པོ་གི་ཟུག་བཞིན་འདུག་མ་ཤེས་སྔོན་ལ་དེ་ནི་སྐད་འཕྲིན་སྐད་གཟུགས་བྱང་འདུག་པ་ཞིག་ཕྱི་ལོགས་ལ་ཤེས་ཚར་ཚར་བར་དུ་ཤེས་ཚར་བ་ནི་རྟགས་སུ་ཚུད་པ་དེ་ནི་སྐད་འཕྲིན་སྐད་གཟུགས་ཤིག་བྱང་དུ་འདུག་འོ་དེ་སྐད་འཕྲིན་པོ་ཡང་ནས་ཡང་དུ་བསམ་བློ་ལ་འཁོར་ན་འོ་ད། དེ་ནི་སྐྱེ་བ་སྔ་མ་དང་རྟིང་མའི་ཕ་རགས་ཀྱི་མ་ནི་སེམས་ཅན་ཐམས་ཅད་གཡུག་བཙོ་ཟིན་ངའི་ཨ་མ་སྐྱེས་མྱོང་ནས་ང་ལ་སྐད་འཕྲིན་བྱང་ག་སང་བསམ་བློ་དེ་འཁོར་ན་དེ་ནི་ཅི་ནོ་ཟེར་ན་མར་ཤེས་འཕྲིན་ཕྲན།

དེ་ནས་དྲིན་གཟོའི་བསམ་བློ་འཁོར་དྲིན་གཟོ་ཟེར་ན་ཧ། དེ་ཟེར་མི་འདུག་ཨ་མ་ནི་ངའི་དྲིན་ལན་འཇལ་བྱེད་མ་སོང་ཁྱོད་མ་ང་བཀའ་དྲིན་ཆེན་པོ་ཡིན། འོ་དེ་སོང་པའི་ཟ་ན་ད་བཀའ་དྲིན་ཆེན་པོ་ཡིན་ན། བཀའ་དྲིན་པོ་འཇལ་བྱེད། དྲིན་དུ་གཟོ་བས་དྲིན་གཟོ་ཟེར་ན་བཀའ་དྲིན་འཇལ་བྱེད་ལོ་བཞི་ཤེས་དགོས་རང་ལྟོགས་ལ་ཚབ་ཆེ། དྲིན་གཟོ་ད་བཀའ་དྲིན་འཇལ་བྱེད་ལོ་དེ་ལྟ་ཟ། ཨོ་དྲིན་གཟོའི་ལོ་དེ་བྱས་སོང་ན། ད་ལྟའི་མཇུག་ལ་གཡང་གི་བྱམས་པ་བྱས་ནོ་པ། དེ་འདྲ་བའི་བཀའ་དྲིན་བྱ་ཚེ་བསམ་བློ་ག་དེ་ནས་ཡོང་དགོས་པ་ག་ཟེར་ན་གཡང་གི་བྱམས་པ་གཡང་གི་བྱམས་པ་ཟེར་དུས། ཨོ་དེ་ནས་ཨ་བ་ཨ་མ་ཚོ་བསོད་ནམས་བསོད་བསོད་ཉེན་ཉེན་ཚན་དང། བུན་ལག་དང་དེ་ཟུར་ཞིག་ལ་བསྟན་ནས། གནས་ན་ཚ་ཟུར་མོ་དེ་དེ་རུ་ཡོང་སོང་ན་ལེམ་བཟང་སེམས་གནང་ལ། ཚེ་ལག་ཚོ་སི་ཡོང་ནོ་ཨོ་ཧོ་ངའི་ཨ་མ་ཟུར་མོ་ཡོང་འདོག་ངའི་ཨ་ཕ་ཟུར་མོ་ཡོང་འདོག་ཟེར། འོ་དེ་ཡོང་རྗེས་ཅི་གནང་ཟེར་ན། སོ་སོའི་ཨ་ཕ་དང་སོ་སོའི་ཨ་མ་དང་སོ་སོའི་ཨ་ཅོ་ནོར་དང། འོ་དེ་ཟ་མ་ཧང་སེམས་གནང་ལ་ཡིད་རྟོན་བའི་བློ་ཞིག་དུས་རྒྱུན་དུ་ཡོད་ག། ཁོ་ན་གཟུར་མོ་ནི་དཔེ་བཞག་སའི་འཁོར་ལོ་དཔེ་རང་ཤུགས་ཀྱི་འཁོར་ལོ་ཅིག། བདེ་བ་བཞི་བྱུང་ན་སྡུག་བསྔལ་བཞི་མ་བྱུང་ན་སྙམ་པའི་དུས་རྒྱུན་ཡིད་དུ་འོང་བ་བློ་དེ་ཡོད་ཡོད་པ་ཡོད་པ། ད་དུ་ཧང་སྙན་སྙན་ཚད་ཉེ་འབྲེལ་ལ་དམིགས་པའི་དེ་བསམ་བློ་ཆུང་ཆུང་གྱི་ནོར་བུ་ནི་བསམ་བློའི་གཞའ་ཆེན་པོའི་ཡིན་མ་གཏོགས་འོ་དོད་སོང་པའི་ས་ན་དེ་ག་ཚོད་སྲིད་སོ་སོའི་ཧང་དེ་ནི་ཕ་མ་དང་སྙན་སྙན་ཚད་ཀུན་ལ་ཡིད་དུ་འོང་བའི་བསམ་བློ་ཁོ་རེ་ནང་བཞིན། དེ་ནས་སེམས་ཅན་ཐམས་ཅད་ལ་དེ་བསམ་བློ་དུ་འཁོར་དགོས་དུ་གོ་ཟེར་ན་འཁོར་དགོས་ཤེས་ཅི་ནོ་ཟེར་ན་དེ་ཅི་ཞུ་ཧེ་འདུག་ཟེར་དེ་ནས། མར་གྱུར། ཨ་མ་ཅི་མ་ཉོ་ཅི་ཡང་མེད་པས་བསམ་ན་འོ་དེ་ནས་བསམ་བློ་བཏང་དགོས་དུ་གོ། ཨོ་ཡ། དྲིན་གཟོ་ཨེ་ཡོང་གི་ཏོ་ལོ་ཨེ་ཡོང་གི་ཅམ་པ་ཞུ་ན་ཨེ་ཡོང་གི་ཅམ་པ་ཟེར་དུས། སེམས་ཅན་སྐུ་གཟུགས་ཞིག་ལ་བལྟས་ནས། སྡུག་བསྔལ་ཞིག་བྱུང་སོང་ན། ཁོ་བདེ་བ་དང་ཕྲད་ན་ཁོ་བདེ་པོ་ཞིག་བྱུང་ན་ཤི་བོ་ཞིག་བྱུང་ན་སང་བསམ་བློ་འཁོར་ཞིག་ལ། དེ་ནི་བྱམས་པ་ཞེས་ཡོང་གི་བྱམས་པ། ཨོ་ཡ། བྱམས་པའི་མཇུག་ལ་དེ་ནི་ཅི་ལས་པ་བཀག་ཟེར་ན་དེ་ནི་ཉིན་བྱེད་ཆེན་པོ་ཞེས་ཡིན་ནོ། ད་ཉིན་བྱེད་ཆེན་པོ་དང་ཧང་གི་ལ་སྤོར་དང་དག་ལས་སླ་མོ་ཞིག་ལ་བྱང་ཁོ་ཤེས་བྱེད་མེད་ག་བལ། དེ་ནས་མང་པོ་བསམ་བློ་བཏང་ཟིན་མ་ནི། ད་ལྟའི་དོན་དག་ལ་ཡོངས་ལ་བྱམས་པས་བཞུགས་ལ་ཉིན་བྱེད་ཀྱི་སྐྱེ་དགོས་འདུག་པ་སེམས་ཅན་ཐམས་ཅད་ལ་ད་བཅོས་མ་བསམ་བློ་བཅོས་ནས་ཉིན་བྱེད་ཆེན་པོ་ཟེར་ན་བཅོས་མ་མ་ཡིན་པ་བྱེད་མཁན་གྱི་དབར་དུ་ནོར་བུ་ལང་ལང་ལང་དང། འོ་ཡ་ཨ་མའི་བུ་ཨ་མས་ཁོ་རང་ཕྲུ་གུ་དེ་ལ་ཉིན་བྱེད་དེ་ལ་མ་ནི་བཟོ་དགོས་ཤིག་ཡ་མེད་ཀ་སེམས་ནང་ལ་བཟོ་བཅོས་བགྱིད་དགོས་ཤིག་མེད་ཀ་བུ་ལང་ངས་ཤི་དང་ཉིན་བྱེད་ཤེས་འདས་དགོས་ན་མིན་ན། འོ་དེ་ག་ཙོག་ཟིལ་གྱིས་སེམས་ཅན་ཐམས་ཅད་ལས་སྡུག་བསྔལ་དང་བྲལ་བྲལ་ན་སྙམ་པའི་བསམ་བློ་བཞིན་རྫོབ་ཆོས་མ་ནི་གཞི་དབང་བཞི་མེད་པར་ལང་ལང་འཁོར་རེ་འདས་ན་འོ་དེ་ལས་སྙིང་རྗེ་ཆེན་པོ་ཟེར་ནོ་དེའི་དཔེ་ཡང་ཅི་ཁག་པོ་ནོ་དེ་ཟ་མ་ཏི་རུང་ད་ཡིན་ན་ཡང་དེ་ནི་ཡིད་དབང་བྱམས་པའི་འཇུག་པོ་ལ་བསམ་བློ་ག་ཚོད་བྱས་ནོ་ཟེར་ན་ཡང་སྡུག་བསྔལ་གྱིས་མནར་བའི་སེམས་ཅན་ཐམས་ཅད་སྡུག་བསྔལ་དང་བྲལ་འདོད་ཀྱི་བསམ་བློ་གྱིས་འཁོར་སོང་ན།

ད་ལྟའི་མཇུག་ལ་འོད་གསལ་ཉིད་ཀྱི་ཆེན་པོ་ཟེར་མཁན་དེ་ཤེས་སོང་ན། དེའི་མཇུག་ལ་ཅི་ཡོང་དགོས་ཟེར་ན་དེ་ནི། དྲུག་པ། ལྷག་བསམ་རྣམ་དག་ཟེར་ནོ། ད་ལྟའི་ཆོས་རྒྱུད་འདྲེས་མ་སྔ་ཟུར་ནས་ལྔ་པ་ཉིད་ཀྱི་ཆེན་པོ་སོང་ཉིད་ཀྱི་སོང་ཚར། དྲུག་པ་དེ་ལ་ལྷག་བསམ་རྣམ་དག། ལྷག་བསམ་རྣམ་དག་ཟེར་ན་དེ་བཞིན་སྔོན་ལ་བྱམས་པ་དང་སྙིང་རྗེ་གཉིས་པོ་དེ་བསམ་བློ་ཅིག་འཁོར་བ་ཟེར་ན་གཅིག་གིས་སེམས་ཅན་ཐམས་ཅད་ལ་བདེ་བ་བྱུང་ན་སྙམ་གཅིག་གིས་སེམས་ཅན་ཐམས་ཅད་སྡུག་བསྔལ་དང་བྲལ་ན་སྙམ་བསམ་བློ་འཁོར། ད་ལྟའི་བསམ་བློ་སྟོད་ཚུར་འཁོར་ཏེ་འདས་དང་ལེན་འགྲིག་གི་མ་ནོར་བྱ་ཡིན་ནོ། དེས་གདུང་བའི་བདེ་བ་དང་ཕྲད་པ་དེ་ངས་རང་རང་གིས་ཁུར་ཁྱེར་ནས་ངས་གཅོག་གོ། སྡུག་བསྔལ་དང་འདྲར་བ་དེ་ང་རང་རང་གིས་གཅོག་གོ་སྙམ་སྟེ་བསམ་བློའི་ནང་ལ་འགན་སྲུང་སྟེ་བསམ་བློའི་ཧང་བསམ་བློའི་ནང་ལ་ཁུར་སོང་ན། དོ་ར་ལག་སང་ནམ་ཟླ་བཞིན་ནོ་ཁུར་ཁྱེར་གྱི་བློ། འདྲར་བ་དེ་ངས་བཅད་གོ་ཟེར་ཁུར་ཁྱེར་གྱི་བློ་སྐྱེ་དགོས། འོ་དེ་འདྲ་བ་དེ་ངས་སྤྱད་བོ་སྙམ་བསམ་བློ་འཁོར་རྒྱལ་གྱི་བློ་དེ་ཤེས་ན་བྱེད་ཐུབ་ཅི་ཡོད་ག་ཟེར་ན་དྭགས་སར་བྱེད་ཐུབ་ཅི་བྱེད་གང་མེད་ག་ཧང་ལོ་བྱེད་ག་ཁོ་རང་ཨ་ལེ་སེམས་ཅན་ཐམས་ཅད་ཨ་དབང་པོ་རང་དེ་ནས་སོ་སོའི་ཡུལ་བྱེད་ན་ཡུལ་མི་ཚང་མ་ལ་བདེ་བ་མཐར་ཐུག་སྒྲུབ་ཐུབ་ཅི་ནུས་པ་མེད་ག། དེ་མེད་པ་ཅང་མེད་པ་དེ་ཅི་ནོ་ཟེར་ན་དལ་གྱིས་མགོ་ལ་རང་ཉིད་ཧྲིལ་བཟོར་ལྷུང་བ་སོ་སོའི་ཁོ་བོས་ན་ལྷུང། སོ་སོ་འདི་ན་ཁོ་ར་འདས་དེ་སྐྱེས་པའི་སང་ན། ཨ་ཁུ་སྒྲུབ་ཐུབ་ཀྱི་ཡ་མེད་ག་ད་དེ་སྒྲུབ་ཐུབ་མཁན་དེ་སུ་ནོ་ཟེར་ན། འོ་ད་ཡང་དག་པར་བཟོ་པའི་སངས་རྒྱས་ཀྱི་གོ་འཕང་ཟེར་ལན་དེ་ཡོད་ག། འོ་དེ་ཐོབ་སོང་ན་དེ་ནས་ཏན་ཏན་སེམས་ཅན་ཐམས་ཅད་ཀྱིས། བདེ་བ་སེམས་ཅན་ཐམས་ཅད་ལ་བདེ་བ་སྒྲུབ་ཐུབ་པའི་འོ་དོ་ནི་ཧོ་དེ་འོ་དུ་ཟུག་ཐོབ་པ་ཁོ་ད་ལྟའི་སངས་རྒྱས་ཡིག་སེམས་ཅན་ཐམས་ཅད་ལ་ཕན་འདོགས་སྒྲུབ་ཐུབ་པའི་སངས་རྒྱས་ཀྱི་གོ་འཕང་ཡིན་འདུག་དེ་ཐོབ་དགོས་འདུག་སྙམ་ནས་བསམ་བློ་བཏང་རྗེས་ཅི་ཟེར་ན་ཟེར་ན་ཐེག་པ་ཆེན་པོའི་སེམས་སྐྱེ་ཟེར་འོ་དོ་བཅོས་ན་ད་བྱང་ཆུབ་ཀྱི་སེམས་ཟེར། གསུངས་པའི་ས་ན་དེ་བྱང་ཆུབ་དེ་ལ་བྱང་ཆུབ་སེམས་མཆོག་འབྱོངས་པར་བྱིན་གྱིས་རློབས། འོ་གསུངས་རྗེས་མ་འོ་དོ་ནང། ཨོ་ཡ། ད་གཟོད་ཧང་བྱིན་གྱིས་རློབས་བྱིན་གྱིས་རློབས། བླ་མ་དང་ཡང་དཀོན་མཆོག་ལ་གསོལ་བ་བཏབ་ཅིང་ངའི་རྒྱུད་ལ་དེ་ཚུལ་ཞིག་ཡོང་བར་གྱིས། དེ་ནས་བྱིན་གྱིས་བརླབ་ཏུ་གསོལ། ཧྲན་ཏུ་ཟིན། ཨོ་ཡ། ཨོ་དེ། ད་དུ་ཟོ་ནོ། དོན་དག་བོ་ལ་ད་ལྟའི་བར་ལ་ཅི་སོང་ཟེར་ན། དེ་འདྲའི་རྒྱུ་འབྲས་མན་ངག་བདུན། དོ་ལོ་རྒྱུ་འབྲས་མན་ངག་བདུན་བཞུགས་པ་ཞིག་ཅི་ནོ་ཟེར་ན། དེ་ནས་དང་པོ་སེམས་ཅན་ཐམས་ཅད་མར་ཤེས་སེམས་ཅན་ཐམས་ཅད་རང་གི་ཨ་མ་ལྕེ་ཉུང་བ་དེ་དེ་ལ་བརྟེན་ནས། དེའི་བསམ་བློ་དེ་རྒྱ་ལས་མ་འཁོར་ན། དེ་ནི་ཀྲིན་ཀྲན་ཟེར་བའི་བློ་དེ་ཡོང་ཐུབ་མི་དགའ་སེམས་ཅན་ཐམས་ཅད་ང་ལ་བཀའ་དྲིན་ཆེན་པོ་ཡིན་ནོ་སྙམ་བསམ་བློ་དེ་འཁོར་ཐུབ་མ་རུང། དེའི་བསམ་བློ་འཁོར་ལ་དངུལ་ལས་མར་ཤེས་པ་དེ་སོང་དགོས་པའི་སང་ན་དོ་གཉིས་གཅིག་ལ་བརྟེན་ནས། ཕྱི་མ་ཅི་བྱུང་ག་ཟེར་ནས་ཀྲིན་ཀྲན་ཀྲིན་ཀྲན་པའི་བསམ་བློ་དེ་འཁོར་ཨ་ཀ་ཀྲིན་ཀྲན་པའི་བསམ་བློ་དེ། ད་བཀའ་དྲིན་དྲན་པའི་བསམ་བློ་དེ་ལ་བརྟེན་ནས་དེ་ནས་ཅི་ཡོང་དགོས་ཟེར་ན། འོ་ད་བཀའ་དྲིན་དྲན་བསམ་བློ་དེ་འཁོར་འདི་ན་མ་འདུག་དེ་ནས་བཀའ་དྲིན་དེ་དྲིན་ལན་དེ་འཇལ་དགོས་འདུག་དྲིན་ལན་དེ་བཟོ་དགོས་འདུག་བསམ་བསམ་བློ་དེ་འཁོར་གསུམ་པོ་དེ་ལ་དྲིན་བཟོ་ཟེར་ནོ། འོ་དེ་ལྟ་ཅི་སྔ་མའི་བསམ་བློ་ཉིད་སྔོན་དུ་མ་སོང་ན་དྲིན་བཟོའི་བློ་དེ་ཡོང་རྒྱུ་མེད་ག། ད་ཕེབས་ནའང་བསམ་བློ་བཏང་ན་དེ། གྲོང་པ་གཅིག་གིའང་མི་གཞན་དག་ཅིག་ལ་བརྟེན་ནས། གཅིག་ཕན་ཐོགས་བཞག་ལས་ངར་ཅན་གྱི་སྤྱོད་ཡོད་ན། ཨོ་ཁོས་ང་མ་ཕན་ཐོགས་ངར་ཅན་གྱི་ད་ཁོ་ལ་མི་ནི་ངས། གཅིག་གིའང་གཅིག་བསམ་བློས་བཏང་ཏེ་ཁོ་ལ་གཅིག། སྤྱོད་དགོས་ཡོད་བསམ་བློ་འཁོར་ཚེ་ལ་སྤྲིན་བཟོ་ཟེར་ན་ཕེབས། དོག་གི་དང་པོ་ཡོང་ང་གལ་ཆེན་ཅན་དེ་མེད་ན་ཨ་དབང་བཀྲིན་བཟོའི་བསམ་བློ་དེ་ཁོ་རེ་མེད་འདུག་ཨོ་དེ་ག་ཚོད་སི་ཚོགས་སི་ནོ་ད་ཀོ་བཀྲིན་དྲན་མ་དྲན་ན་བཀྲིན་བཟོའི་བསམ་བློ་དེ་ཁོ་ཆེ་མེད་ག་ཨོ་ཡ་ད་གསུམ་པ་དེ་ལ་སེམས་ཅན་ཐམས་ཅད་ལ་དེ་ནི་སྐད་བཀྲིན་བྱ་འདོད་ཀི་བློ་དེ་ལས་བཀྲིན་བཟོ་ཆེ་མར་ཤེས་བཀྲིན་དྲན་བཀྲིན་བཟོ་གསུམ་སོང་ང། ད་བཞི་པ་དེ་ལ་དེ་ནས་ཡོངས་ཀྱི་བྱམས་པ་བྱིན་ནོ་དེ་བཞིན་བཞུ་བྱེད་བཞུ་ཧ། ད་གསུམ་པ་སྤྲིན་དུ་བཟོ་བའི་བློ་དང། མ་ཤའི་སྤྲིན་སྤྲིན་སྤྲིན་བཟོ། དེ་གསུམ་མི་བློ་དེ་ངུ་མ་ངུ་མ་སྔོན་དུ་སོང་ནས་ད་བཞི་པ་དེ་ལ་བསམ་བློ་ཅི་འཁོར་རེ་གནང་ཟེར་ན། དེ་ནས་སེམས་ཅན་ཐམས་ཅད་ལ་ཨི་སྟོང་བ་ཟེར་སོ་སོའི་བསམ་བློ་རྣམས་པས་སོ་སོའི་ཕ་མ་ལ་ཨི་སྟོང་བ་མཐོང་ན་ཡང་སེམས་ཅན་ཐམས་ཅད་གང་དེ་རྣམས་ཀྱིས་ཨི་སྟོང་བ་མཐོང་ཆེ། མི་ནི་སུ་མཐོང་ན་ཧྲོག་ཡོང་ཅེས་སྨྲས། གན་སུ་མཐོང་ན་ཁོ་ལ་བདེ་བ་ཞིག་བྱུང་ན་ཡང་བསམ་བློ་ཅིག་འཁོར་ཡོང་བ། འོ་དོད་གསུངས་པའི་དོད་ལ་ཅི་ཟེར་ནོ་ཟེར་ན་དེ་ནི། ཡུམ་གྱི་བྱམས་པ། བཞི་པ། དེ་སྔ་མ་སོན་པ་སྔོན་དུ་མ་སོང་ན་འོ་དེ་བཞི་པ་ཡིས་ཡོང་ཡིད་སྐྱོང་བ་བསམ་བློ་དེ་འཁོར་ཐུབ་མེད་ཀ། འོ་སོང། ད་དེ་ནས་བཞི་ལྔ་པ་དེ་ལ་ད་གཞི་ལྔའི་བཞི་སོང་ཕྱི་སོ་གཉིས་བཞི། ལྔ་པ་སེམས་ཅན་ཐམས་ཅད་སྡུག་བསྔལ་དང་འདྲ་འདོད་ཀྱི་བསམ་བློ་དེ་ཡོང་བ་ལ་ལྟའི་སྔོན་དུ་མར་ཤེས་དྲིན་དྲན་དྲིན་གཟོ་གཡོན་གྱི་བྱམས་པ་སེ་འོ་དེ་བསམ་བློ་བཞི་པོ་རིམ་པ་བཞིན་དུ་སྔོན་དུ་མ་སོང་ན་སེམས་ཅན་ཐམས་ཅད་སྡུག་བསྔལ་དང་འདྲ་ན་སྙམ་པའི་བསམ་བློ་ཤུགས་ཆེན་པོ་དེ་དཔེ་ལེབ་ཀྱི་ཁ་བོ་ཆགས་ནོ། ཚོང་པའི་ས་ན་ལྟོ་ལ་ལྔ་པ་གཉིས་བཞི་བཞི་ནོ།

ཡུམ་དཀར་སྤྱི་ཟེར་སོ་ལ་ས་རྣམ་དག་ཟེར་ན་སེམས་ཅན་ཐམས་ཅད་སྡུག་བསྔལ་དང་དགྲ་བློ་ལྡན་ངས་བཅེའོ། བདེ་བ་དང་ཕྲད་པ་དེ་ང་རང་རང་གིས་བཅེས་འོས་འདུག་ཟེར་དེ་ནས། སེམས་ཀྱི་སྟེང་དུ་ཁུར་ཆ་ཚང་འཁྱེར་བའི་བློ་དེ་སླེབས་ཐུབ་མི་དགའ། འོ་དེ་སོང་བ་འདུག་ལ་དཀྲུགས་པ་ལགས་སམ་ཞུས་ནོ། ད་སྤྲུལ་པ་ལགས་སམ། འོ་དེ་བར་དུ་ལོ་དེ་རིམ་པ་བཞིན་དུ་ཡང་ནས་ཡང་དུ་བསམ། དང་དང་དང་དང་དེ་ཚོ་ཉི་མ་གཅིག་དང་གཉིས་ཟླ་བ་གཅིག་དང་གཉིས་དེ་འདྲའི་སྐད་ཆ་མ་ནོར་ཡང་ནས་ཡང་དུ་བསམ་བློ་ཧོར་དེ་བསམ་བློ་བཏང་བསྡད་དགོས་འདུག་ག། འོ་དེ་སོང་པས་ད་དེ་ཚང་མས་ཤུགས་བརྒྱབ་སྟེ་ད་ཅི་ཞུ་ཧན་དུ་བརྩིས་དེ་ནས། ད་སེམས་ཅན་དག་གི་སྡུག་བསྔལ་བདེ་བ་དང་འཕྲད་པས་ང་རང་རང་གིས་བྱེད་འོ་སྡུག་བསྔལ་དང་འདྲ་བར་ངས་བྱེད་འོ་ཉན། བྱེད་པོ་ནི་རྟགས་གསལ་ཧང་བསམ་བློ་བཏང་ནས་བྱེད་ཐུབ་པའི་ནུས་པ་རྟགས་གསལ། འཇོན་རྩོལ་བག་རྩོལ་ལ་ཅི་གང་བྱེད་ཐུབ་ཆེད་མེད་ཀ་བ་མེད་པའི་སང་ན། ད་དེ་ནུས་པ་ཆ་ཚང་བདམས་པ་བཞི། ཨེ་ནས། སོ་སོ་དེ་ནས་ཤོན་བཙུན་མ་ཆ་ཚང་མེད་མཁན་བཅོལ། འདྲི་བ་གཉིས་ཟེར་མཁན་གྱི་བཀའ་བས་འདི་ཅག་ནི་མང་པོས་ཞུས་སོང་འདྲི་བ་གཉིས་ཟེར་མཁན་དེ་ཕང་སངས་རྒྱས་ཀྱི་གོ་འཕང་ཟེར་མཁན་གྱི་ཐོབ་བྱེད་ཀ་ད་དེ་ཚོགས་སོང་ན། སེམས་ཅན་ཐམས་ཅད་ཀྱི་དོན་བསྒྲུབ་ཐུབ་པ་དོན་བྱེད་ཀྱི་ཆོས་ནུས་པ་ཡོད་པ་དེ

གསོལ་འདེབས་ཁོ་རང་བྱེ་མ་ཇི་བཞིན་མཁྱེན་པའི་ས་ན། ཨན་དེ་དག་ལ་ཆོས་གསུང་བྱེད་ནུས་པ་དེ་ཆ་ཚང་སླེབས་པ་དགོས་ཆོས་གསུང་བྱེད་ནུས་པ་དེ་ཆ་ཚང་སླེབས་སོང་ནས་དེ་ནས་སེམས་ཅན་ལ་ཆོས་འཁོར་བསྐོར་བའི་འོ་ནས་འོ་ད་སེམས་ཅན་གྱི་དོན་བྱེད་དགོས་འདུག་གོ་ཟེར་གི་ནོ་སོང་པའི་ས་ན་དང་སངས་རྒྱས་ཀྱི་གོ་འཕང་ཟེར་གི་ནི་མ་ཐོབ་ན་དེ་ཚང་མ་ཅང་ཡོང་བྱེད་རིན་པ་མི་དགའ།